ད་དེ་བློ་བཟང་ལགས་ཀྱིས་འདུག་ས་ནི་ད་མགྲོན་ཁང་འདིའི་སྐོར་ལ་ནི་ངོ་སྤྲོད་འདུག་གནང་སོང་ད་མདོར་བསྡུས་ཞུ་བ་ཡིན་ན་ད་ས་ཚིགས་འདིའི

ད་ལྟ་དབུས་གཙང་ཆོལ་ཁའི་གི་མགྲོན་ཁང་ཞིག་རོ་འདིའི་གི་མདུན་ལ་ད་ལྟ་གསེར་གུང་མགྲོན་ཁང་འདུག་རྙིང་པ་འདུག་ཡོད་རེད་འདིའི་གི་རྒྱབ་ལོགས་ལ་ད་ལྟ་བློ་བཟང་ལགས་ཀྱི་མགྲོན་ཁང་གསར་བ་དེ་འདུག་ད་ལྟ་ཕྱག་བདེ་ཤག།

འོ་དེ་ལ་ཨང་ཉེ་གི་ད་ལྟ་མགྲོན་ཁང་གསར་བ་གསར་རྐྱང་ཡིན་ཚང་མ་ལྕགས་ལ་དང་ཚང་མ་གསར་བ་གསར་རྐྱང་ཡིན། ལ་སོ་ཨ་ནི་ད་ལྟ་མགྲོན་ཁང་འདིའི་ནང་ལ་ད་ཁང་པ་ཁྱོན་བསྡོམས་ག་ཚོད་ཡོད་རེད། ཁྱོན་བསྡོམས་བཅུ་གཉིས་ཡོད། ལ་སོ་ལ་སོ་ཨ་ནི་ད་ཁང་པ་རེ་རེ་ལ་ད་གོང་ཚོད་འགྲོ་བ་ཅིག་ཨ་ནི་བློ་བཟང་ལགས་ཀྱིས་ག་ཚོད་ད་ལྟ་བཞག་གནང་ཡོད་ན། ད་ད་འདི་སྤྱི་བཏང་བྱས་ན་ད་ངོ་ཚོད་ཀྱི་ཉིས་སྟོང་ཨ་གཅིག་སྟོང་ལྔ་བརྒྱ་ཨ་གཅིག་སྟོང་བུ་དོ་ཡིན། ལ་སོགས་ཨ་ནི་ད་འདི་དེ་ད་མགྲོན་ཁང་འདི་གའི་ཆ་ཚང་བྱས་ན་ད་དུ་གསར་བ་དུ་སྐྱོན་བཞིན་པའི་གང་ལ་རེ་ཤ་ཨ་ནི་ཁག་གཅིག་ད་ཚང་མ་ཡག་པོ་བསྒྲུབ་ན་ཤ་ཨ་ནི་ད་ད་འདི་མགྲོན་ཁང་འདིའི་ཐོག་ལ་ད་འདི་ཡར་རྒྱས་བཏང་ཡས་ཐོག་ལ་ཨ་ནི་ཁྱུགས་བློ་བཟང་ལ་གསུང་བས་ན། ང་ཚོ་གི་ད་ལྟ་ཐབས་ཤེས་ག་རེ་བྱེད་ཟེར་སེམས་གང་ལ་ད་ལྟ་ཏིག་གྲུ་པའི་ཏིག་ལྷག་ཡོད་ཨེ་སི་བྱེད་ར་ཨ་ནི་ད་ལྟ་ད་དུག་ལོག་བླུག་ཟེར་གི་སྐབས་པར་བྱེད་ཨ་ནི་བྱ་ལག་བཞག་ཟེར་གི་ད་ལྟ་སྒྲུབ་ད་སྒྲུབ་བཞིན་པའི་གང་ལ་ཡིན་ལ་དེའི་གང། སོ་ཨ་ནི་ད་དེ་མ་ཡིན་པའི་ཨ་ནི་བློ་བཟང་ལགས་རང་ངོས་ནས་ཡང་ཁྱེད་གསུང་ཨེ་ན། ཨ་ནི་ང་རའི་ཐོག་ནས་ད། དེ་ལ་དཀོན་གྲས་རྣམ་པར་ད་བཞག་གི་རེད་ཁྱེད་རང་རྣམ་པས་འབྲེལ་བ་བྱེད་ཀྱི་རེད་ཨ་ང་རག་ཐུ་ནད་ཀྱི་ད་དེ་ལ་འགྲུལ་པ་སླེབས་ཡིན་ན་ཨ་ང་རག་ཐུ་ནད་ཨ་སར་བིས་ད་ཨ་ནི་གང་ཡུག་ཡུག་གང་དྲག་དྲག་བྱས་ཀྱི་ཨ་ང་རག་ཨ་ནི་ཤུགས་རྒྱག་གི་ཡིན་དེ་ལ་ཨ་ཚང་མ་དེ་ལས་ཉེས་དེ་ལ་ང་ཚོ་གི་ཏྲེས་ཏི་ལི་འདི་བྱེད་ཀྱི། ལགས་སོ་ལགས་སོ་ཨ་ནི་ཐུགས་ཆེ་ན་ཨ་ནི་མགྲོན་ཁང་གསར་བ་དེ་དག་ལམ་ལོང་ཡོང་བའི་ཨ་ནི་སྨོན་ལམ་ཞུ་ཡ་ཡིན་ལགས་སོ་ཐུགས་ཆེ་ན། ཐུགས་ཆེ་ན་བཟང་མོ་ལོ་ལ་ཐུགས་ཆེ་ན་བཀའ་དྲིན་ཆེ།
ཡ་ལགས་སོ་ད་ད་ལྟ་དེ་བློ་བཟང་ལགས་ཀྱིས་འདུག་ཨ་ནི་ད་མགྲོན་ཁང་འདིའི་སྐོར་ལ་ཨ་ནི་ངོ་སྤྲོད་འདུག་འདུག་གནང་སོང་ད་མདོར་བསྡུས་ཞུ་བ་ཡིན་ན་ད་ལྟ་ས་ཚིགས་འདིའི། ད་ལྟ་དབུས་གཙང་ཆོས་རྒྱལ་གྱི་མགྲོན་ཁང་ཞིག་རོགས་འདེགས་ཀྱི་མདུན་ལ་ད་ལྟ་གསེར་གུང་མགྲོན་ཁང་འདུག་རྙིང་པ་འདུག་ཡོད་རེད་འདི་གི་རྒྱབ་ལོགས་ལ་ད་ལྟ་བློ་བཟང་ལགས་ཀྱི་མགྲོན་ཁང་གསར་བ་དེ་འདུག་ད་ལྟ་ཕྱག་བདེ་ཤ་སྟག་ད་ལྟ་ས་གནས་པུར་བ་ལ་ཞུ་ངའི་རྣམ་པ་ཙོག་ཡིན་ནའི་རེད་ད་ལྟ་དེ་ངེད་ཀྱི YouTube ནང་ལ་ད་ཚོགས་ཞུགས་གནང་ངའི Subscriber རྣམ་པ་ཚོ་ད་ལྟ་རྡ་རམ་ས་ལ་ལ་འདུག་ཟེར་ཡང་གསུང་ཆོས་དང་དེ་འདྲའི་བཞུགས་སྒར་ཕེབས་པའི་སྐབས་སུ་ལ་ཡ་ཨན་དེ་བློ་བཟང་ལགས་ཀྱི་སྒྲོལ་དཀར་ལ་ཐུག། ཟིགས། ཕེབས་རོགས་གནང་ཞུས་པ་ཡིན། ཨན་འདི་ནང་ལ་ཡ་ད་ལྟ་སྒྲོལ་དཀར་གསར་བ་གསར་རྐྱང་རེད་ཤག་ཨན་འདི་ནང་ད་ལྟ་བློ་བཟང་ལགས་ཀྱི་ད་ལྟ་ཀྲི་བྷི་དང་ཨེ་སི་ག་རེ་ཡག་གི་འདུག་ས་ནི་ཆ་ཤས་འདུག་ཨན་ཁག་ཅིག་ཚང་མ་ཡག་པོ་བསྒྲུབ་གནང་ཤག་ཨན་ངས་ད་ལྟ་དེ་བི་དེ་ཡོ་ནང་ལ་ཨན་བརྙན་ཐུང་འདི་ནང་ལ་ཡ་ཨན་ངས་ཀྱི་ཁ་སོ་རེ་སྒྲོན་ཁང་གི་ཨན་ནང་ལོགས་ལ་ག་འདྲས་ག་འདྲས་ཡོད་མེད་དང་ཕྱི་ལོགས་ཀྱི་ཡུལ་ལྗོངས་ག་འདྲས་ག་འདྲས་ཡོད་མེད་རྣམས་མ་ཚང་མ་ལ་དུ་འབུལ་ལམ་ཞུས་ཡོད་ཨ་ནི་ངེད་ཀྱི་ད་ལྟ YouTube ཀྱི Video ནང་ལོགས་ལ་ཡང་ཨ་ནི་ཁོ་རང་གི་ཞལ་པ་ཨང་གྲངས་དུ་བཞག་གནང་གི་ཡིན་ཨ་ཁོ་རང་ལ་དུ་ཐད་ཀར་འབྲེལ་བ་གནང་དང་ཨ་ནི་ད་ལྟ་ཁོ་རང་གི་ད་ལྟ་མགྲོན་ཁང་གི་གོང་ཚད་རིམ་པ་དེ་གའི་ཆ་ཚང་ཞིག་བསྟུན་གནང་གསུངས་སོང་ཨ་ནི་ཐད་ཀར་དུ་འབྲེལ་བ་གནང་དང་ཨ་ནི་ཕར་ཚུར་དུ་འབྲེལ་བ་ཡོང་གི་རེད་ཞུས་ཡ་ཡིན་ཨ་ནི་ཚང་མ་ལོགས་ལ་ཨ་ནི་ད་ལྟ་བློ་བཟང་ལགས་ཀྱི་མགྲོན་ཁང་གསར་བ་དེ་ལ་ཡང་ཨ་ནི།